སོ་སོ་རྒྱུ་མཚན་ཞུས་པའི་ཐོག་ནས་རོགས་འདེགས་སྤྱི་ཚོགས་ནང་ལོགས་ལས་སྤྱི་ཚོགས་སྤྱི་ཁོག་ནང་བོད་ཀྱི་འཐབ་རྩོད་རེད། ནང་ལོགས་ལས་ཡ། དཀའ་ངལ་ཆེན་པོ་ཅིག་ཡོང་གི་རེད་བསམ་ཁུལ་དུ་རོགས་འདེགས་བྱས་ནས་ཁ་གསལ་ཅིག་ཞུས་ཡིན་རོགས་འདེགས་ག་ལ་དང་གཉིས་པ། ཅིག་ཡང་མ་ཞུས་ཀ་མེད་དུ་ཆགས་ཀྱི་འདུག་རོགས་ཨ་འདི་ཡིས་གང་ལྟར་ཅིག་ཡང་དག་གནས་ཆུང་གི་ཡང་དག། རྙོག་དྲ་ཞུགས་ནས་མི་འདུག་ཏེ་གནས་ཆུང་རྙོག་དྲ་སེལ་གེ་མ་རེད། ཁ་སང་གནས་ཆུང་དང་འབྲེལ་བ་ཡོད་པའི་གི་ཏང་དང་སྤྱི་ཚོགས་ནང་ལོགས་ལས་ཡང་མི་ག་ཤས་ཅིག་གིས་རེད་བ་རྙོག་དྲ་སྒྲོག་ཅིག་གསོལ། ལྷག་པར་དུ་གནས་ཆུང་ལ་ཡང་ཡ་ལ་སྤྲད་ནས་གང་ལྟར་གནས་ཆུང་དུག་ཆག་རེད་དོ་མདོ་བཤད་དེ་ངེས་རེད་བ་གནས་ཆུང་ལ་ཡང་ཡིད་ཆེས་མེད་ཞུས་དེ་ངེས་མི་ག་ཤས་ཤིག་དོ། བདེན་ཚུགས་ཀྱི་བིདེའུ་བཟོས་པ་ལ་ཡང་ལན་ཡིན་མ་གཏོགས་ཅིག་གི་རེད་བ། འདི་ག་ལ་ས། ད་འདི་རྙོག་གླིང་འདི་གི་ད་གཙོ་བོ་འགྲོ་འདི་སྤྱི་འཐུས་རྣམ་པ་གཉིས་ཡོད་རུང་བ་གལ་ལུགས་ཁོ་རང་གཉིས་ལ་གལ་ཞུ་འོས་མེད་དང་རུང་བ། ང་ཞུ་འོས་སུ་ལ་ཡོད་སོང་མི། ཁ། དེ་སྲིད་ཁག་བཞི་ཅིག་ཞུ་འོས་ཡོད། གཅིག། ཁོ་རང་གཉིས་ཀྱི་ཡ། རྒྱབ་སྐྱོར་ཡིན། དོ་མདོག་གི་རོ། ཨཱ་ནི YouTube རེད Facebook རེད་མང་པོ་ཅིག་ནང་ལོག་ལི་ཡ། ཨཱ་ནི་ཤེས་དེའི་མི་ག་ཤེད་ཞིག་དོ། ཁོ་ཚོ་ལ་གཅིག་བྱས་གཉིས་པ་དེ་ཨཱ་ནི་ཁོ་རང་ཚོ་གི་ཡ YouTube དང Facebook ནང་ལོག་ལི་ཡ་ཀླུ་བདུད་རྩམ་པ་ལི་ཡ། ཨཱ་འདི་ཚོ་ལི་ཡ་ག་དག་རེད་འདི་ཚོ་ལི་ཡ་རྒྱབ་སྐྱོར་གནང་མཁན་མི་ག་ཤེད་གཞུང་གི་དོ། འདི་ཚོ་ནང་ལོག་ལི་ཡ་ངས་ངོ་ཤེས་པ་རེད་ངས་མངན་ཚེ་རེད། ངས་གྲོགས་པོ་རེད། འདི་འདྲའི་མང་པོ་ཞིག་འདུག་ད་གང་ལྟར། ངས་ཁོ་ཚོའི་ང་ཚོ་གཉེན་ཚན་གྲོགས་པོས་ཁོ་ཚོས་གཙོས་པའི་ཁོ་ཚོ་ལ་ཡང་རྒྱབ་སྐྱོར་གནང་དེ། ཚོ་ལས་ཞུ་བའི་ཡིན་རོགས་གཉིས་པ་དེ་ཁོ་ཚོ་ལ་ཞུ་བའི་བྱེད། གསུམ་པ་དེ། བཙན་བྱོལ་ནང་ལོགས་ཡོད་པའི་བོད་མི་ཡོངས་རྫོགས་ཀྱི་ལ་ཡང། ཨ་ནི། དེ་སོ་སོ་ཅིག་ཞུ་འདོད་བྱུང་ཟེར་བ། ཨ་ནི་བཞི་པ་དེ་ཡོད་དོ་འགན་འཛིན་ཡོད་དོ་ལྷན་ཁང་ཞུ་རོགས་འགན་འཛིན་ཞུ་ན་འགྲིག་མི་འདུག་ཨ། ཡོད་དོ་ལྷན་ཁང་ལ་ང་རང་བསམ་ཚུལ་རེ་བསམ་བྱ་བྱ་ངེད་ཅག་གི་ཡང་ད། ཁོ་རང་ཚོ་གང་ལྟར་ཡུལ་དུས་ཀྱི་ལས་རིམ་རེ་སྒྲིག་གཞི་གི་དོན་ཚན་དྲངས་པའི་ཐོག་ནས་ཀུ་ཤོ་དོ་རྗེ་ལགས་ལ་ཡང་ཡུལ་ཤོག་གླུ་བས་ཀྱི་གང་ལྟར་གདམ་བྱ་འདེམས་ཀྱི་རེ་བས་དེ་འབྲེལ་གྱི་གང་ལ་ཡང་ཁ་སང་ཁ་སང་རང་རེ་བ་བིད་འགྲོ་གཅིག་ལེགས་འདུག་འདི་སྐོར་ལ་ཡང་སུ་བསམ་ཚུལ་གཅིག་ཞུས་ན་བསམ་སོང། ད་དང་པོ་དེ་ངས་ད་འདི་སོ་སོ་གོ་རིམ་ནང་བཞིན་གཅིག་གིས། མ་ཤེས་འདི་མ་ཞུས་ནས་ང་ཚོ་བསམ་བློ་ཞིག་བཏང་ཨ་ལོ་ང་ཚོ་མིག་བཙུམ་ནས་བསམ་བློ་ཞིག་བཏང་ཨ། ཨ་ནི་དཔེ་དཔེ་ཅིག་བཞག་ན་མི་འདོད་དཔེ་མཚོན་ཞུས་ན་ད་ང་ལུང་པ་གཅིག་གི་ནང་ལོགས་ལ་ཡ་ལུང་པ་གཅིག་གིས་ང་དཔོན་པོ་ཅིག་ཡིན་པ་བྱས་ད་ང་གཡུལ་བཞེས་སོ་སོ་སོ་སོར་འདི་བྱས་ནས་རོ། ཁྱེད་རང་ལ་ཡོད་ད་ཁྱེད་རང་ད་སུ་ངན་གྱི་ཡོད་ནས་ཁྱེད་རང་མིག་ཅིག་བཙུམ་བསམ་བཏང་ཨ་ལོ་ཁྱེད་རང་ལུང་པ་གཅིག་གི་དཔོན་པོ་ཡིན་པ་བྱས་རོ། དཔོན་པོ་འདི་འདྲའི་ཡག་པོ་མི་ཚང་མས་གི་དད་པ་བྱེད་ས། ཡིད་ཆེས་བྱེད་ས་རེད། དེ་འབྲེལ་གྱི་དཔོན་པོ་ཞིག་ཡིན་པ་ལ་ཡང་བརྩི་ཨ་རེད། ད་གལ་སྲིད་ཁྱེད་རང་ཡང་ཁྱེད་རང་ཁ་བརྡའི་གཅིག་གིས་ཁྱེད་རང་ལ་ཡང་ད་ཀུ་ཀྱ་དེ་འདྲ་མ་དཔེ་གོ་གི་ཡོད་ན། ཁྱེད་རང་ཁ་བརྡའི་དེ་གིས་ག་རེ་བྱེད་ཀྱི་རེད་བསམ་དང་ག་རེ་བྱེད་ཐུབ་ཀྱི་རེད་བས་ག་རེ་བྱེད་ཀྱི་རེད་བས་བསམ་བློ་ཞིག་བཏང་ཨ་ལོ། ཁྱེད་རང་དེ་འདྲའི་མི་བཟང་པོ་གཅིག་གིས་རེད་ད་ང་ཁྱེད་རང་ལ་དཔེ་བྱེད་ཀྱི་ཡོད་རེད་ད། མི་བཟང་པོ། དྲང་པོ། མི་མང་གི་དད་པ་བྱེད་ཡའི་མི་གཅིག་ལ་ཡང་ཁ་བརྡོ་གཅིག་གིས་ཁོ་རྐུ་མ་རེད་ཁོ་མ་རབས་རེད་བཤད་བས་ན། མི་སུ་གང་གིས་ཡིད་ཆེས་བྱེད་ཀྱི་མ་རེད་བ། མོ་སྒོ་ཡང་དུ་ཅིག་གིས་ཁོ་ལངས་ཡིན་དེ་ལ་ཡ་མི་མང་གིས་དེ་འདྲའི་དད་པ་ཡོད་ས་མིན་དེ་ལ་ཡ་ཡ་ལ་ཁབ་དུག་ཡ་བཙུགས་པས་ན་བཙུགས་ངེས་ད་ར་ངན་ག་ཡོད་ར། དེ་འདྲའི་ཡིན་དུས་རྩམ་པ་ལ་ཡ་མི་དངོས་གནས་ཅིག་གིས་ཁ་བརྡའི་སྤྱང་པོ་ཅིག་གིས་ག་རི་ཅིག་གི་རེད་ཁྱང་བསམ་བཏང་ང་ལོ་ག་རི་ཅིག་གི་ལ་ན། ངའི་ལ་ཡ་དེ་ཁྱང་ཚོས་བསམ་བཏང་དེ་རེད་འདུག་ཡ་མ་རེད་འདུག་ཡ་བསམ་བཏང་ང། དང་པོ་ཁོ་ག་རི་ཅིག་གི་རེད། ཁོ་ཡི་གཉེན་ཚལ་དུ་གོ་བསྟོད་སྡུག་ཅག་རེད་ཁོ་ད་མི་བཟང་པོ་དཔེ་ཡོར་དག་ལས་འབྱོར་ར་ཡིན་ན་ཁོ་གྲོགས་པོ་དེ་ཚོ་ཡག་པོ་ཡོད་མ་རེད་ཁོ་ལ་ཡར་ལམ་སྟོན་པ་ཡག་པོ་ཡོད་མ་རེད་ཁོ་སྐྱེ་མེད་དུ་ཏིས་ཅི་ཕྲུག་ཕྲུག་གི་ཡོད་རེད་ད་ཁོ་ཁོ་ལ་མི་ཁོ་མི་ཡག་པོ་རང་ཤེས། ད་ངས་དཔེ་ཡང་ད་གནས་སྟངས་ཀྱི་ཡང་ད་སྐབས་དེ་གི་གནས་སྟངས་ལྟ་བས་ན་སྐྱག་འབོག་མི་བྱེད་ཁོ་ནི་ཡག་པོ་ཡོད་ད་གནས་ཆུང་དེ་ཚོའི་མ་རེད་ཁོ་རང་གི་སྐུ་སྐྱེ་ཡིག་ཚང་གི་དྲུང་ཡིག་དེ་ཚོའི་མ་རེད་ག་ལོ་རིན་པོ་ཚེ་འདི་འདྲས་རེད་གྱད། བྱེད་བཟོད་པད་མ་ལ་འདི་འདྲའི་རེ་ཟུང་གཅིག་འདུག་ཨ། འདི་ནང་བཞིན་གྱི་བྱེད་ཀྱིས་ད་ཁྱེད་རང་ལ་ཡང་ཁ་བསྟོད་ཞུས་ཐུག་གི་མ་རུང་ཨ། སྐྱབས་མགོན་མཆོག་ལས་ཁ་བསྟོད་ཞུས་ཐུག་གི་ཡོད་མ་རེད་ཁོང་ཚོས་དེ་འདྲའི་ཡིན་དུས་བསམ་པ་ལ་ཡང་ཁྱེད་རང། མི་བཟང་པོ་དེ་འདྲའི་ཅིག་མ་དཔེ་དགོས་ན་ཁོང་ཚོས་ད་ག་རང་བྱེད་ཀྱིས་ད། ཁོ་སྐྱེ་མེད་དེ་དེས་འཁྲུག་པོ་ཡོད་རེད་ད། ཁོ་རང་ད་ཡག་པོ་ཡོད་རེད་ད་ཁོ་དཔའ་བ་དེ་ཞེ་དྲག་ངས་ཧ་གོ་གི་མེད་ཁོ་དཔའ་བ་དེ་ཁོ་ཡིན་ན་ཁོ་དཔའ་བ་དེ་ཡིན་ན་ལ་ཡ་ནི་ད་ཁོ་རང་མི་ཡག་པོ་དཔེ་ཡོད་རེད་ད། ད་མི་གིས་དེ་འདྲའི་ཅིག་གིས་ལ་ལ་ལ་ལ་འདི་མི་གཅིག་པི་ཨེལ་རོ་ཨ། མི་གཅིག་མ་པི་ཡེ་ལ་ཁུ་ཚུར་དེ་འདྲ་ཡེ་འགྲོ་ཞེས་དེའི་ཧ་ལས་ན་འདི་ཇི་ཡེ་གཅིག་ལས་ཡ། ལོ་གཉིས་གསུམ་འགོར་གྱིར་རོ་ག་ལི་ག་ལི་བྱས་ནས་ཡ་ལི་ཡེ་རོ་ཁོ་དེ་ཡ། མཐའ་མ་དེ་ལ་ཨ་ནི་ཁོ། ད་ཁོ་དུག་ཅག་རེས་ལ་བའི་རྒྱུ་མཚན་ལ་བ་ཡེ་ནས་དེ་དུས་མི་མང་ཚོ་ཡེ་ད། མ་པོ་ཡེ་ཆག་འགྲོ་ག་ལ་ན་འདི་ངེད་ནས་མི་དེ་གི་གི་གཉེན་སེ་ལས་ཡ་ལ་གཅིག་ལ་དེ་མི་སྐྱག་ལ་མི་ཨམ་ཅོ་ཡེ་ནས་ཐུག་པོ་བཟོས་ནས་མི་འདོད། ཨ་འདི་འདྲ་བྱས་ནས་དུས་ཚོད་གཅིག་ལ་མི་དེ་པི་བྱས་གྱི་རོ། འདིས་ངེད་ད་པེ་ཞུས་པ་ཅུ་གོ་མ་རེད་ཁེ་རབ་ནང་ལོག་དེ་འདྲ་མང་པོ་ཡོད་རེད། རོ། ཁྱེད་ཚོ་སྐྱེས་རབས་ཟིན་ནང་དུ་རོ། དབྱིན་ཇིའི་སྐྱེས་རབས་ནང་ལོགས་ལས་རྒྱ་གར་སྐྱེས་རབས་ནང་ལོགས་ལས་ཡོད་རེད་དེ་འདྲའི་མང་པོ་ཡོད་རེད་དེ་ངེད་མ་མཁས་པོ་དུས་ཚོད་དེ་ནས་ཡལ་རོ། འདི་གཅིག་པ་གཅིག་རྐྱང་གཅིག་ཡང་དུ་སྐྱབས་ངོམ་བྱེད་ཀྱི། སྐྱབས་ངོམ་བྱེད་གཅིག་པོ་མ་རེད་སྐྱབས་ངོམ་བྱེད་གདའ་ལས་བླ་མ་ཨིན་སི་ཅུད་རང་ལ་ཡང་གནོད་སྐྱེལ་གྱི་འབད་བརྩོན་དེ་ད་དེ་ད་རིང་གནས་ཆུང་ལ་ཡང་མི་ག་ཤེད་ཅིག་ཨ་ནི། ཁ་དང་ཡས་ཀྱི་ཆ་གི་དུ་བ་འདི། ངའི་བསམ་ཚུལ་ཡང་ཁྱེད་ཚོས་ཟིན་ནའང་ད་ངས་མགོ་ནས་ཀུན་ནས་ཁྱེད་ཚོ་ལ་དཔེ་མིག་བཙུམ་ནས་བསམ་ལ་ཡག་པོ་དང་དེ་ལ་ཡང་པད་ཀྲན་ཅིག་ཡོད་དང་དེ་གཉིས་ངས་ཁྱེད་རང་ལ་ཡང་མི་ཅིག་མ་པི་ཡས་ལ་ཡང་ཚོགས་པ་ཅིག་མ་གཏོར་ཤིག་དང་ཡས་ལ་ཡང་པད་ཀྲན་ཅིག་ལགས་སོ་བ་དུ་ཅིག་རེད་དེ་ནང་བཞིན་ཅིག་གིས་ཨ་ནི་གྱང་འབུམ་ཆེད་ཀྱི་ལས་ཁུངས་དེ་ལ་ཡང་ལྷག་པར་དུ་དཱ་ལའི་ལཱ་མ་ཨིན་སི་ཏི་ཅུན་ལས་ཀྱི་ར་བ་དང་དེ་ལ་ཡང་ལྷག་པར་དུ་གྱང་འབུམ་ཆེད་སྐུ་སྒེར་ལ་ཡང། ཨ་ནི། མིང་ཅན་བཟོ་ཡས་ལས་ད་ག་རང་བྱེད་ཡོད་དེ་བསམ་ལས་དབུ་ཐང་འདི་ནི་ལོ་སུམ་ཅུ་གི་སྔས་ལས་ཡ་ད་ང་ལོ་སུམ་ཅུ་སྔས་ལ་ད་ང་ད་ལྟ་ང་ལོ་ལྔ་བཅུ་རོ་ཉི་ཤུ་བཅོ་བརྒྱད་འདི་ནི་ཡ་རེད་ད་ང་དྲན་གི་འདུག་འདི་ནི་ཡ་ང་དྲན་པ་ཡོད་དུས་ང་རང་སྐད་ཤེས་ཡོད་ད་འདི་དུས་ངས་མི་མང་པོ་ཅིག་ཁ་ལ་ཡ། ཡབ་ཤི་ཡབ་ཤི་ཡབ་ཤི་ལ་ཅི་ཡབ་ཤི་ཐུགས་ཅག་རེ་ལ་ཅི་ད་ནི་སྐྱང་པོ་མཆེ་ལི་ཡ་ད་གམ་ད་དེ་ངའི་བསམ་ཚུལ་ལས་དེ་ལི་ཡ་ད་ནི་ཚོགས་གྲ་གི་དེ་ལི་ཡ་ཆ་ཤི་རིང་པོ་ཅི་ཁྲིག་ནི་ད་དེ་ལས་མི་གཅིག་རི་ཡའི་མ་རུ་བ་ཕ་ག་ལི་ཡ་ཚོགས་པ་ཅི་གང་ཟག་རི་ཡའི་རི་ཙམ་པ་ལ་ལོ་སུམ་ཅུ་སི་ངེ་ནས་ཡ་དང་པོ་སྐྱང་པོ་མཆེ་ལི་ཡ་མ་ཚོགས་པ་དེ་མེ་བ་ཟོས་ལི་ཡ་དེ་དུས་ཡབ་ཤི་ཡབ་ཤི་ཡབ་ཤི་ཐུགས་ཅག་རེ་ཡབ་ཤི་རེ་སྐྱང་པོ་མཆེ་སྐུ་མཆེ་ཟུག་ས་དོག་དོག་ཅིག་མ་བུས་བ་ཆེ་ཨེ་འདྲེ་འདྲོ་ཅི་མགོ་བཙུགས་སུ་བ། ཨ་ཡེ་ལོ་སུམ་ཅུ་གཉིས་ནས་ཡོང་ཟེར་བ་དང་ང་རང་དྲན་པ་ཡོད་པ་ནས་བཞུགས་ཡོད། ཨ་འདི་ནི་མ་ག་ལི་ཀ་ལི་ཀ་ལི། རྗེ་བཙུན་དཔལ་མོ་ལགས་འགྲོ་བ་ད་ང་ཚོས་དེ་དུས་ཡབ་ཤུལ་ཡབ་ཤུལ་ལ་དེ་ང་ཚོའི་སེམས་པ་ལ་གས་ཕོག་གི་ཡོད་མ་དེ་དུས་ང་དང་སེམས་པ་ལ་ཕོག་གི་འདུག་དེ་ནི་རྗེས་གས་མི་འདུག་ང་ཚོའི་ཀླད་པ་ན་ད་དེ་ད་དེང་སང་ཡབ་ཤུལ་ཡབ་ཤུལ་ལ་ནི་གས་ཕོག་གི་མི་འདུག་དེ་ཁོ་རུ་ནོར་མལ་རང་ཆགས་ཚར་འདུག་ཨིན་ཇིག་དེ་ལ་དེ་ཚིག་ཅིག་འདུག་ད། Boundary Shifting Translate ང་ཞུ་དེ་ཞུ་ད་ཕལ་ཆེར་ཨེན་ཀྲོ་ཇི་ཤ་དེའི། Sociology རེད།

ཨ་ནི་རྗེ་བཙུན་དཔལ་མོ་ལགས། ད་འདི་རྗེས་ནས་ཡང་ག་ལོ་དོན་འགྲུབ་ག་ལོ་དོན་འགྲུབ་ག་ལོ་དོན་འགྲུབ་ཐུགས་རྗེ་ཨ་རེ་ཁོག་ཐུགས་རྗེ་ཨེ་འདྲེ་འདྲེ་འདྲེ་ཅེས་ང་ཚོ་རང་དུས་ང་ཚོའི་ཚོར་བ་གས་གླིག་གི་ཡོད་མ་རེད་ད་ག་ལི་ག་ལི་ག་ལི་ག་ལི། ཨ་ནི་གཉིས་པ་རྗེ་བཙུན་དཔལ་མོ་ལགས་ལས་ཡ་རེད་ད་ཁ་སང་ངེད་ཅག་ལོ་གཅིག་གི་སྔན་ཟིན་ནས་ཡ་ལི་ཡ་སྐྱག་མོ་མཇལ་སྐུ་སྒེར་གྱི་པི་ཡའི་ཞུ་སྒོར་བས་ད་ང་དེ་ཚིག་ཏག་ཏག་ངེས་ཧ་འོང་མི་འདུག་བོད་ལས་ལས་ཁུངས་ཀྱི་ལས་བྱེད་གཙོ་བོ་ཅིག་ལས་ཡ་ཡང་ཡ་ལ་སྤྲད་ནས་གང་ལྟར། ཨ་ནི་ཁོ་སྐྱེ་མེད་ཀ་ན་ཅིག་ལའེ་བྱོས་རོགས་ད་འདི་ཁོང་སྒེར་གྱི་སྐད་ཆ་རེད་ཡིན་པ་ནས་ཚོགས་པ་དེ་བེད་སྤྱོད་མིང་ཆད་བཟོ་ཨེ་ལི་ཡ་ད་ཁ་སང་ངེད་ཅག་བར་དུ་སྐུ་སྒེར་ཡིག་ཚང་གི་ནང་ལི་ཡ་བཟོས་ཚར་ད་ཧེ་གི་ཡིག་ཚང་གི་ལས་བྱེད་གཙོ་བོ་དེ་ལི་ཡ་མིང་ཆད་བཏང་བྱས་ཞུ་བེད་སྤྱོད་རོགས་ད་འདི་ཞུ་གོ་ལི་ཡ་ད་དེ་ལས་ཚབ་ཆེ་དེ་ད་གནས་ཆུང་ལི་ཡ་ལས་རོགས་ད་ད་འདི་ཞུ་གོ་ལི་ཡ་བང་རིམ་འགྲོ་བྱོས་ད་ང་ཁྲེན་པ་ལ་ནི་ད་སྐྱག་འབུ་རིན་ཆེན་རང་རེད་འདུག་ད་བྱས་ཚང་ཟབ་ས་གནང་དགོས་དུས་ཚོད་ཆེ་རེད་འདི་དཔེ་དྲ་འདི། ང་ཚོ་གི་བྲག་རི་བ་འདི་གིས་ལོ་སུམ་ཅུ་བཞི་བཅུ་སྔས་ནས་ད་ལྟའི་མི་གཅིག་རིགས་དབྱེ་ཡིན་ན་ལོ་གཉིས་གསུམ་ལས་གོར་གི་མ་རེད་བ་དེ་ཚོགས་པ་གཅིག་གང་ཐང་ཅིག་མི་ཡལ་གའི་ག་བམ་ཅིག Institute འདི་གཏོར་ཡས་ལ་ལོ་སུམ་ཅུ་སྔས་ནས་བསམ་སྟངས་བཞག་བསམ་གོ་ད་ངེད་ཅག་འང་ད་གནས་ཆུང་གནས་ཆུང་བཟུང་དེ་འདི་ག་མི་ཞུ་བོར་བ་ད་ང་ཚོའི་བྲག་གི་དུས་ཚོད་མང་པོ་ཅིག་གི། ཆ་ཞིག་བསྒྲིགས་པ་དེ་ལྟ་ངེས་ཆ་མི་འགའ་ཤས་ཅིག་གིས་ད་ནད་ཆུང་ལི་ཡོད་རེད་བ་ད་ངེས་འགའ་ཇུའུ་ཞུའུ་ཅིག་ལས་ནད་ཆུང་ཞུ་གོ་ལི་ཡ་ངས་བང་རིམ་འགྲོ་དེ་སྐྱབས་མགོན་བྱེད་མི་འདུག་ང་ལ་མཐོང་མི་འདུག་ད་ད་ཡོད་ན་ནི་ཀྱང་གཟིགས་གནང་འདུག་བྱས་ཙང་ང་ཚོས་གཟབ་གཟབ་གནང་དགོས་རེད་བསམ་གི་འདུག་བྱས་ཙང་ངས་ལྷག་པར་དུ་ད་དེའི་ངེས་ཀྱི་ང་རང་ང་རང་དཔེ་དྲན་གྱིས་ངས་ཁྱེད་ཚོ་ལ་ཞུ་བ་བཅར་ཡོད་རེད་བ། ད་ངས་ད་ད་དོན་ཚན་མི་ཁག་བཞི་ཅིག་ལ་ཡང་ཞུ་དགོས་ཡོད་ལ་ཡོད་རེད་བ་ད་ད་ནད་ནད་ཆུང་ལི་ཡ་ཐུགས་ཇག་ལ་དེ་ཡིན་ད་སྐུ་ཞོགས་ང་ཚོ་སྤྱི་འཐུས་རྣམ་པ་གཉིས་ལ་གལ་ཞུ་ཡ་མེད་ད་ཁོ་རང་ཚོ་ལ་ཡང་རྒྱབ་སྐྱོར་ཡིན་མདོག་མདོག་གིས

ང་ཚོའི་ལྷག་དཀར་ལ་ཅིག་ཁྱེད་ཚོ་གང་ལྟར་རྒྱ་མི་ཞེད་འགྲོ་ཞིག་སྙོམས་པ་གི་ཞེད་འགྲོ་ཞིག་འཁྲབ་གི་འདུག་དེ་ལ་ཁྱེད་ཚོ་ཨུ་ཚུགས་རྒྱབ་འདི་རིག་གཞུང་ཡིན་ཁྱེད་ཚོ་མི་ག་ཤེད་ཅིག་གི་འཁྲབ་ཏུ་ཡོད་འདུག་འདི་གར་ཆེན་ཅིག་ཡོད་རེད་པས་གལ་སྲིད་གནས་ཆུང་གི་རིག་གཞུང་འདི་ཁྱེད་ཚོ་བརྩི་དགོས་ཀྱི་མེད་ན་ཨ་རིག་གཞུང་འདི་ཞེད་རྫུན་མ་འགྲོ་ཞིག་སྙོམས་པ་གི་ཞེད་འགྲོ་ཞིག་རྒྱ་མི་གི་ཞེད་འགྲོ་ཞིག་འཁྲབ་ཏུ་ཡོད་འདུག་འདི་གར་ཆེན་རིག་གཞུང་འདི་ང་ཚོ་གར་ཆེན་བརྩི་དགོས་རེད་པས་རིག་གཞུང་རིག་གཞུང་རེད་བ་འདི་གལ་སྲིད་འདི་བརྩི་དགོས་ཀྱི་ན་གནས་ཆུང་གི་རིག་གཞུང་གནས་ཆུང་གི་རིགས་རྒྱུད་འདི་རེད་བ་རིག་གཞུང་ཞུ་བ་འདི་ཁྲལ་འབྲས་ཤུན་ཅིག་རེད་བ་འདི

ཁྱེད་ཚོ་གནས་ཆུང་ལ་ཡ་ཡིད་ཆེས་མེད་གསུངས་པས་ན་ཁྱེད་ཁྱེད་རབས་ནང་ལོགས་ལས་ལོ་རྒྱུས་མང་པོ་ཞིག་ཁྱེད་ཚོ་རང་བཙན་རྩོད་མཁན་ཡིན་ལ་ཡོད་རོགས་ང་རང་བཙན་རྩོད་མཁན་གཙོ་བོ་ཞིག་ཡིན་ད་ང་རང་རང་རང་བཙན་གྱི་ལྟ་བ་ཁེངས་ངེས་ང་ག་དུས་ཡིན་ན་ངའི་རོགས་པ་ཚོར་ལ་ཡོད་གལ་སྲིད་བཙན་བྱོལ་ནང་ལོགས་ལ་ཡ་རང་བཙན་གྱི་འཐབ་རྩོད་པ་བཅུ་ལྷག་ཡོད་ན། བཅུ་ལས་ལྷག་མི་འདུག་ལ་བའི་དུས་ཚོད་དེ་ལ་ཡ་བཅུ་པ་དེའི་ནང་ལོགས་ལ་ང་གཅིག་ཡིན་གྱི་ད་ལ་ཡོད་ང་དང་པོ་དེ་མེད་ན་བཅུ་པ་དེ་ང་ཡིན་གྱི་རེད་ལ་ཡོད་ད་ང་རང་བཙན་གྱི་འཐབ་རྩོད་པ་རང་ཡིན་ད་གལ་སྲིད་ཁྱེད་ཚོ་གནས་ཆུང་གི།

ང། ནམ་རྒྱུན་སྤུ་གུ་ལ་སྐད་ཆ་བཤད་དུས་རྩམ་པ་ལ་ཡང་ཞུ་གཅིག་ཟབ་ས་ཅན་སྐད་ཤིག་ཡོད་དེ་སང། སྤུ་གུ་ལ་ཡང་སྐད་ཆ་གཅིག་ཆོ་མེད་གི་རྫུན་མ་དེ་འདྲ་བཤད་ཡོད་མ་ལུས་པས་ཨེ་འགྲིག་ང་ཚོས་དཔེ་མཚོན་ཞུས་ན་སྤུ་གུ་མ་ངན་བས་ན་མ་ངན་ངན་ངན་མ་ངན་ན་གདོང་འདྲེ་ལི་གིར་ལ་ཡ་དེ་འདྲ་ལ་ཡ་ཡོད་མ་ལུས་ད་ལྟ Parenting སྦྱང་དུས་རྩམ་པ་ལ་ཡང་སྤུ་གུ་ཀླད་པའི་ནང་ལོགས་ལས་མེད་པ་གཅིག་ལ་དེ་ནང་བཞིན་གཅིག་གིས་དེ་སྤུ་གུ་དེ་ལེན་ལྷ་ཡོད་རེད་བས་ལ་དེ་ང་བསམ་བློ་བཏང་ནས་ངས་ལྷ་ཡོད་ལ་ན་ནིང། སྟོན་ཟེར་མཁན་མི་འདུག་ཨ། མེད་ལ་ནི་འགྲིག་གི་ཡོད་མ་རེད་བ་ད་ང་རང་འགྲོ་བྱས་ན་བྱོན་ཆ་ཕུལ་འགྲོ་བྱེད་ཀྱི་ཡོད་རེད་བ་དྲིན་ཆོས་དང་ག་འགྲོ་བྱེད་ཀྱི་ཡོད་དེ་དྲི་ཁུང་ཨ་བརྗིད་རེད་གོང་བུ་རེད། མེད་ལ་ནི་འགྲིག་གི་ཡོད་མ་རེད་བ་ད་ང་བསམ་བློ་ཞིག་བཏང་ངས་དེ་དུས་ལན་ག་རེ་བྱས་ཞུས་པས་ན། ང་ལ་ཐུག་ས་མ་རེད་ལ་ཡིན་པ་ལྷ་ཡོད་མེད་ལ་ཐུག་ས་མ་རེད་ལ་ཡིན་པ། ཡིན་པས་ན་ལྷ་ཡོད་རེད་ལ་ནི་བཞག་བས་ན་འཛམ་བུ་གླིང་འདི་ལ་ཁེབས་སང་འདུག་བ་ལ་ཡིན་བསམ་བློ་ཡག་པོ་བཏང་ན། མི་ཅིག་ལས་ཀ་དུ་བ་བྱེད་ཀྱི་ཡིན་ནས་ཨ་ལྷག་གི་མིང་ལ་བྱས་ནས་ལྷག་ཡོད་ནས་མེད་ནས་འགྲོ་བ་ཡོད་རེད་ལ་ཨེ་དེ་འཛམ་བུ་གླིང་ནང་འདུག་བཀྲམ་ནས་བཞག་པ་ཡིན་ན་དེ་འཛམ་བུ་གླིང་ལ་གནོད་སྐྱེལ་གྱི་མི་འདུག་བྱས་ཙང་གནས་ཆུང་ཡོད་པ་ཡིན་ན་ཡོད་པ་གྲ་གི་འདུག་ཀྱང་ཡིད་ཆེས་ཡོད་ནས་འགྲོ་མི་འདུག་ང་ཡི་ཀླད་པ་དེང་དུས་བསམ་བློ་ཁེ་དེ་ངེད་ཅིག་ཡིན་མདོག་མདོག་ཡིན་ད་འགྲོ་བ་ཡིན་པ་ཡིན་ནས་ག་ཤེད་ཅིག་རིག་གཞུང་དེ་བཞག་པ་ཡིན་ན་ཡག་པོ་ཡོད་རེད་བྱས་མེད་ན་རིག་གཞུང་འདི་བརྩི་གི་ན་འདི་བརྩི་གི་མེད་ན་རིག་གཞུང་ལ་དེ་ཡོངས་རྫོགས་བརྩི་གི་ཡོད་མ་རེད་བ་ང་ཚོ་ལྷག་དཀར་ལ་དེ་བརྩི་དགོས་ཡ་ཡོད་མ་རེད་ག་རེ་ཡོད་རིག་གཞུང་རིག་གཞུང་ལ་དེ་ཡང་དག་པ་དུ་བོད་ཀྱི་ཡང་དག་ཆོས་པ་དེ་ཚང་མ་སོ་སོ་རིག་གཞུང་མ་རེད་བ་ང་ཚོ་གཞན་ནས་ཀྱང་ཚང་མ་སོག་པོ་དང་གྱ་ནག་ནས་དེ་དེ་མ་ལས་ཞྭ་གྱོར་བ་ག་རེ་བརྩི་དགོས་ཡ་རིག་གཞུང་ལ་དེ་ང་ཚོ་སོ་ག་རེ་ཡིན་ན་ང་རིག་གཞུང་བརྩི་གི་ཁོ་ར་མེད་རེད་བ་རིག་གཞུང་བརྩི་གི་མེད་ལ་དེ་ཙམ་པ་ལས་རིག་གཞུང་ལ་དེ་ཞུ་ཅིག་དམ་ནས་ཉག་དགོས་དེ་ནས་གས་ཡོད་མ་རེད་བ་ང་རིག་གཞུང་ཡིན་ལ་ན་རྣམ་ཤེས་ཚ་བ་དེ་ལ་ཡ་གྱ་ག་ནང་ལོགས་ལ་ཡ་རྣམ་པོ་ཅོག་ཀུན་དེ་ཡོད་མ་རེད་བ། ནི་ཅང་མ་རིག་གཞུང་གཅིག་གོ་མ་རེད་ཨ་ནི་ང་ཚོ་རྩིས་གོ་གི་མེད་ན་ཨ་ནི་ང་ཚོ་ཨ་མདོ་སྤྱི་ཚོགས་ནང་ལོག་ན་མང་པོ་ཞིག་འདུག་ཨ། བོད་རྒྱལ་པོ་གི་རིགས་རྒྱུད་རེད་ལ་ག་རེ་ཅན་བརྩི་གོ་རོ་ཨ་ནི་ཁོ་ཚོ་ང་ཚོ་གི Respect སྤྲད་ཀྱི་ཡོད་རེད་བ་བྱས་ཙང་རྒྱལ་པོ་གི་རིགས་རྒྱུད་ནི་ཡ Respect སྤྲད་གོ་གི་ཡོད་ན་ཨ་ནི་གནས་ཆུང་གི་གུས་པ་དེ་ལས་ཡ Respect སྤྲད་གོ་གི་མ་རེད་པས། ཁྱེད་རང་ཚོ་མང་ཆེ་བསྒྲུབས་ཀྱི་འདུག་ཁ་སང་གྲོས་བསྡུར་བྱེད་མང་ཆེ་འགྲོ་རྗེས་རྒྱལ་པོ་རུས་རྒྱུད་ལ་ཡ

གཙོ་བདུད་བསོད་ནི་ཧྥེ་སི་བུག་ནང་ལོགས་གླུ་དེའི་དོ་ཡུ་ཏུབ་ནང་ལོགས་གླུ་ཧྥེ་སི་བུག་ནང་ལོགས་ལ་ཡར་ཤེར་བྱས་ཏེ་བྱོས་དེ་ལ་ཡང་ངས་མི་མང་པོ་ཅིག་གིས་ག་དག་གནང་གི་འདུག་བ་ལ་ཀ་མེད་ནས་བྲིས་ཀི་འདུག་རོ་ག་ཤེར་ཅིག་ད་ཁོ་རང་ཚོ་མི་རང་ཡིན་སར་ཁོ་རང་རང་ཡིན་སར་ཧྥེ་སི་བུག་གདོང་པ་མང་པོ་བཟོས་ནས་སླེབས་ཏེ་བྱོས་རོ་དེའི་ནང་ལོགས་ལ་ཅི་འགལ་ཅི་ངའི་གཉེན་ཚེ་རེད། ངའི་གྲོགས་པོ་རེད་དེ་འདྲ་མང་པོ་ཞིག་མཐོང་གི་འདུག་ར་ཁྱེད་རང་ཚོ་ལ་དེ་གཅིག་པོ་མ་རེད་ད་གཞན་པའང་འདི་ལྟར་ངས་ངོ་ཤེས་པ་ར་མ་ཤེས་པ་གང་བོད་མི། པ་ར་ལ་གང་ལྟར་བསམ་བློ་བཏང་དེ་ཡིན་ཁྱང་ཚོར་ངས་ག་རེ་ཞུ་ཡོད་ཞུས་པ་ན། ཆབ་སྲིད་ཀྱི་ལྟ་བ་ག་རེ་ཡིན་ནས་འགྲིག་ཡོད་དང་ང་ལ་སྤེན་པ་ཚེ་རིང་གླེགས་ཡོད་ན་འདྲ་སྐལ་རྡོར་ཨོ་གོ་ཚང་གླེགས་ཡོད་ན་འདྲ་འབྲེལ་བ་མེད་རོ། ཆབ་སྲིད་ཀྱི་ལྟ་བ་དེ་ཁ་ཁ་ཅིག་རེད་ད། ད་ཧ་ད་དེ་གནས་ཆུང་གི་སྐད་ཆ་དེ་ཆབ་སྲིད་ཀྱི་ལྟ་བ་དེ་ཕར་བཞག་ནས་ཁྱང་བསམ་བློ་བཏང་གུག་ཡོད་ད། གནས་ཆུང་གི་ལྟ་བ་དེ་དད་པ་གི་སྐད་ཆ་རེད་ད། ཕ་སྐད་ལ་ཡ་མི་ཤེས་དེ་ཡིན་ཁོ་ཚོ། གནས་ཆུང་ལ་ཡང་ཡང་དག་ག་ཚོད་ཐུགས་ཅག་ལག་གཡོག་དེ་ལས་ཐུགས་ཀ་ག་ཚོད་ལ་ནས་འགྲིག་གི་ཡོད་རེད་ཁོང་ཚོ་ཁོང་ཚོ་ལ་དེ་ལ་དཔའ་བའི་རིན་པ་ཅིག་རག་གི་ཡོད་རེད་བ། ཁྱེད་རང་ལ་ཡང་ཁོང་ཚོ་གི་རིན་པ་ལེན་ནས་ཨ་ནི་བིདྲོ་བཟོས་འདོད་པའི་རིན་པ་ག་རེ་ནས་ཡིན་ཟེར་བ་དེ་ངས་དངུལ་གི་རིན་པ་ལ་ཡིན་མེད་ད་རིན་པ་མང་པོ་བཅོལ་ད་ཅིག་གི་རིན་པ་ལ་ཡང་ག་རེ་ནས་རག་ཟེར་བ་རེད་གོ་གནས་གི་རིན་པ་ཡོང་ཟེར་བ་རེད་དངུལ་གི་རིན་པ་ཡོང་ཟེར་བ་རེད་ད་ག་རེ་མང་པོ་ཅིག་རྒྱུ་མཚན་མང་པོ་ཡོང་ཟེར་བ་རེད་བ་གཅིག་བྱས་ན། འཇིགས་སྣང་ཀུན་ནས་ཡིན་གཅིག་མིན་གཅིག་ཨེ་འདྲ་ལ་ཅུག་སྒུག་གི་ཡོད། ཡོང་སྲིད་བར་ད་ག་རེ་ཡིན་ནམ་མི་གཅིག་གིས་ལབ་ཡོད་ན་ཡིན་པས་ན་ཁྱེད་ག་དག་ཐིང་ཡིན་ཚོ་ལ་ཡང་ག་རེ་བྱས་ནས་ག་དག་བཀྲིས་ཡོད་མེད་དེ་བསམ་བློ་ཡག་པོ་བཏང་བར་ད་ཁྱེད་ཚོ་གྱོང་རག་གི་ཡོད་ད་ཁྱེད་ཚོ་དེ་མེད་ན་ནི་ཁྱེད་རང་རིན་པ་ཅིག་ལེན་ནས་ག་དག་གནང། དེ་མེད་ན་ད་ག་ཅིག་ཁྱེད་རང་གི་ཆབ་སྲིད་ཀྱི་ལྟ་བ་དེ་འདྲས་ཅིག་ཡིན་བྱས་ཙང་ང་ཐིང་གི་དམངས་ཁོ་ད་གཅིག་པ་རེད་ཤག་ཚང་མ་ལ་གཅིག་པ་བྱེད་དགོས་ཡ་ཡོད་མ་རེད་རིན་པ་ལེན་ནས་བྱེད་དེ་མེད་ན་དངུལ་ལེན་ག་འགྲོ་ན་འགྲིག་གི་ཡོད་རེད་དེ་མེད་ན་ཁེབས་སང་ཅིག་བཏོན་དེ་མ་ཡིན་པས་ཀྱི་ཨ་ནི་ཁྱེད་རང་ག་དག་གནང་དེ་ད་ཐིང་རང་གྱོང་རག་གི་ཡོད་ད། ང་ཚོ་བོད་ཀྱི་རྩ་དོན་རེད་ངས་གནས་ཆུང་ལ་དེ་ཆོས་ཀྱི་འདི་ཅི་གོ་མ་རྟག་རིགས་རྒྱུད་རེད་གས་རབ་ལ་འབྲེལ་བ་ཡོད་བྱས་ཙང་ཁྱང་ཚོས་ག་དུས་ཡིན་ན་ཅིག་ག་དག་དང་བཤེར་གནང་དུས་ཙམ་པ་ལ་ཡ་བ་ལ་ཀ་མན་དྲི་དུས་ཙམ་པ་ལ་ཡ་ནི་ཟབ་གསང་གནང་རོགས་བྱོས་རོགས་ཨ་ཁྱང་ལ་རིན་པ་མེད་བ་ལ་ད་ག་དེ་འདྲའི་མ་འཇིགས་ཆོག་ཡོད་མ་རེད་ང་དེ་འཚོ་ངའི་ཡུལ་གྲོ་འབྲེལ་བཤད་གེ་གི་ཡོད་ཁྱང་གྱོང་ཡོད་ར་ད་དེ་གྱོང་ཆེན་པོ་ར་གི་ཡོད་དེ། འགྱུར་བ་དངོས་མེད་བ་ཅི་ལ་ད་ག་ཅིག་ཀྱང་དུས་སུ་ག་ལྟར་བྱེད་དེ་ནི་ཆོས་ཡོད་མ་རེད་ཁྱེད་རང་ལ་སྡིག་པ་ཡོད་རེད་ལས་རྒྱུ་འབྲས་རྩིས་ཡིན་རྩིས་ཡིན་བྱེད་དྲ་བ་ཨ་ནི་སོག་པ་དེ་མི་མང་ཡོངས་ལ་ཞུ་གི་ཡོད་ད་མི་མང་ཡོངས་ལ་ད་ཐེངས་ཀྱི་ངས་ཞུས་པ་ནང་བཞིན་གྱི་རེད་ད་ཨ་མཆོག་མཐུག་པོ་བྱེད་དྲ་མ་བྱེད་ན་ཡག་པོ་ཡོད་རེད་བ་ཁྱེད་ཚོ་སྤེན་པ་ཚེ་རིང་བློ་བཟང་སེང་གེ་སྐལ་རྡོར་ལགས་དེ་ཚོ་གཡུག་ཞུ་ད་དེ་ཚོས་ཨ་མཆོག་མཐུག་པོ་བྱེད་ནས་འགྲིག་གི་ཡོད་རེད་བ་ད་ཁ་སེང་དང་པོ་ང་ཚོ་ཡབ་གཞིས་ཡབ་གཞིས་ཡབ་གཞིས་ལ་ང་ཚོ་ཨ་མཆོག་མཐུག་པོ་བྱེད་དེ་རེད་བ་དེ་རྗེས་ལ་ཡ་རྒྱལ་ལོ་དོན་གྲུབ་མཆོག་ལ་ཡང་མང་པོ་ཞིག་གསུངས་དེ་དོན་ཨམ་ཅོག་མཐུག་པོ་ཅན་དེ་ཡིན་པ། ཁོ་ཚོས་དེ་ཁོ་ཚོ་གི་ག་རེ་བྱས་ཏེ་འཆར་གཞི་གཅིག་དང་དེ་ལ་ཡང་མང་པོ་ཞིག་བྲིས་པའི་ཐོག་ནས་ཞུ་གི་ཡོད་ད་ཁོ་ཚོའི་ལས་ཀ་ཏག་ཏག་སྒྲུག་ཏུ་སྒྲུབ་བསྡད་ཀྱི་ཡོད་ད་ང་ཚོ་རྗེ་བཙུན་པད་མ་ལགས་ལ་ཡང་ཟམ་གདོང་རིན་པོ་ཆེ་ལ་ཡང་ཟམ་གདོང་རིན་པོ་ཆེ་གི་བསམ་ཚུལ་མང་པོ་ཅིག་ལ་ང་ཨེ་ཀི་རེ་བྱེད་ཐུབ་ཀྱི་མི་འདུག་ད་ང་དབུ་མའི་ལམ་ང་རང་བཙན་གཙང་མ་རེད་བ་ཡིན་པ་ཡིན་ནས་སྡེ་ཚན་འདི་ཁ་ཁ་རེད་བ་ཆོས་ཁས་བཤད་དུས་བརྩམས་པ་ལ་ཡང་ཟམ་གདོང་རིན་པོ་ཆེས་སྐུ་སྒེར་ཡིག་ཚང་ནང་ལོ་ལེགས་ལས་བྱེད་གཙོ་བོ་དེ་འདྲས་ལ་ཡང་མིང་འདི་བྱས་ནས་གང་ལྟར་ཚོགས་པ་དེ་གཏོར་བཤིག་བཏང་ཡག་འབད་བརྩོན་བྱེད་ཀྱི་འདུག་དེ་འདྲས་ཙམ་ཨམ་ཅོག་འཐུག་པོ་ཞེ་དྲག་མ་བྱེད་ད་མཐའ་མ་དེ་གནས་ཆུང་ལས་སོ་གནས་ཆུང་བྱེད་ལ་ང་ནི་གང་བྱེད་མི་འདུག་མཐོང་གི་མི་འདུག་ད་ཁོང་ཚོ་གི་ཀྲར་ཀེར་དེ་གྱ་མི་གི་ཀྲར་ཀེར་ལ་ཡོད་ད་ངས་བོད་པ་མི་ཡང་ད་ཤེས་ཏིང་ཟིག་ལ་ཡོད་མེད་ད་ཁོང་ཚོ་ཁག་ཡོད་མ་རེད་ཡོད་ཤེས་ཀྲར་ཀེར་དེ་གྱ་མི་རང་གྱ་བ་མི་བྱེད་གི། དང། གང་ཞིག་ལས་ཁུངས་འདིར་རང་རེའི་ཞབས་འདེགས་ཅན་ཨམ་ཅོག་ཐུག་པོ་ཞེ་དྲག་མ་བྱས་ནས་ད་མང་སོ་སོས་གང་ཐུབ་ཐུབ་བཤད་པ་ཡིན་ན་ཡག་པོ་ཡོད་ད་སྐྱག་མོ་ཆོལ་གཅིག་བྱུང་པ་ཡིན་ན་ཨ་ནི་ང་ཚང་མ་དཀའ་ངལ་ཡོང་གི་རེད་བ། ཨ་འོང་ད་དེ་ཞི་བ་ཅན་ལྔ་པ་ཅིག་ཞུས་བྱ་ན་ད་ང་ཞི་ད་ང་ཞི་བ་དེ་ལས་འོང་རེད་བ། ཞི་བ་དེ་ལ་ང་དེ་ཚོའི་གཉིས་སུ་བྱས་ག་ལ་ང་བྱམས་པ་ཅན་དྲན་སོ་བ་རེད། ཞི་བ་དེ་ང་ཡོད་དུ་འགན་འཛིན་ཡོད་དུ་ལྷན་ཁང་དང། ཨ་སྤྱི་ཚོགས་ནང་ལོ་ལེགས་ཚོགས་པ། གཞོན་ནུ་བུད་མེད། རྩོད་པའི་ཕྱི་རྒྱལ་ཁག་ལས SFT རེད་དང་ཚེ SFT ནང་ལོགས་ལ་ཡང་འཐབ་རྩོད་པ་བོད་རང་བཙན་གྱི་འཐབ་རྩོད་པ་ཡག་པོ་ཞུགས་ཏེ་འདི་སོ་སོ་འགྲོ་ཆེད་ན་བསྟན་འཛིན་བརྩོན་འགྲུས་ལགས་རྩོད་པའི་གི་ཕྱི་མི་ལྷ་མོ་ལགས་རེད་བསྟན་རྡོར་ལགས་རེད་ཨུ་རྒྱན་འཇིགས་མེད་ལགས་རེད་གཞན་ཕན་ལགས་རེད་དེ་ཚོ་སོ་སོ་སོ་གི་རང་བཙན་གྱི་ལྟ་བའི་གི་སོ་སོ་གི་རང་བཙན་ལྟ་བ་ཡིན་ཚོ་ཁོང་ཚོ་མིག་ལྟ་འགྲོ་བཞིན་ཡིན་ད་མང་ཆེ་བ་ཚོ་ང་ལས་ཆུང་བ་དེ་རིང་གི་རོ་ཡིན་མིན་སོ་སོ་མིག་ལྟ་འགྲོ་བཞིན་ཡིན་རོ་ཁྱེད་རང་ཚོ་ལས་ཞུགས་ཡོད་རོ། འདི་གཉིས་པ་དེ་བྱིས་པ་དེ་ལ་ཡང་དེ་སྲིད་གཉིས་ཞུ་བའི་དང་དང་པོ་དེ། ཡོད་དུ་འགན་འཛིན་ལ་ག་རེ་ཞུ་ཡང་ཟེར་ངེད་ཀྱི་ཁ་སང་རང། སྐུ་ཞབས་རྡོ་རྗེ་མཆོག་ལ་ཡང་དམ་བཅའ་དེ་འཇལ་བས་ཡོད་ཤོག་གླུ་བ་གི་ཐོབ་ཐང་དེ་ཕལ་ཆེར་འཕྲོག་ཡིན་ཟེར་འདི་ངས་ཕལ་ཆེར་ཕལ་ཆེར་ཁྱེད་ཚོས་བསམ་བློ་བཏང་ང་སྐད་ཆ་དེ་བཤད་ཀྱི་རུང་ང་ནོར་འཁྲུལ་ཡོད་ན་ནི་ནོར་འཁྲུལ། རེད་རེད་བ་གོང་གི་མིའོ་ཞིན་པེ་ནི་ངས་ང་རང་ཨ་རོ་རྒྱུ་མཚན་གྱིས་མཐོང་སྟེ་ངས་ཁྱེད་ཚོར་ནོར་འཁྲུལ་ཆེན་པོ་སྤེལ་བྱས་རེད་བསམ་གྱི་འདུག་ད། ཀུ་ཤུ་རྡོ་རྗེ། རེད་ང་མཁན་པོ་རེད་ང་ཧ་འོ་མེད་ད་གང་ལྟར་མང་པོ་ཅིག་ཀུ་ཤུ་རྡོ་རྗེ་ལ་ཡོད་དོ་ཨ་རྣ་བ་མ་འདྲོག་འདྲོག་ཅིག། ད་ཡུལ་དུ་འགན་འཛིན་གྱིས་ག་ས་ཀུ་ཤུ་རྡོ་རྗེ་ལ་བྱས་ཙང་ད་ཡུལ་དུ་འགན་འཛིན་གྱིས་ཀུ་ཤུ་རྡོ་རྗེ་ལ་བརྩིས་ཀུ་ཤུ་རྡོ་རྗེ་རང་ཞུ་བྱས་ཀྱི་རོགས། ཀུ་ཤུ་རྡོ་རྗེ་ཡུལ། དམ་བཅའ་འདེམས་བྱེད་ཡུལ་ཤོ་ལུ་ཝེ་ཀི་ཐོབ་ཐང་དེ་འཕྲོག་སྟེ་དེའི་ངེད་ཀྱི་དེའི་ནང་ལོགས་ལ་ཡང། ངེད་མ་འོངས་པ་ལ་ཡང་དཀའ་ངལ་ཆེན་པོ་ཞུགས་སུ་མཐོང་གི་འདུག་དང། སྐུ་ཞོ་རྡོ་རྗེའི་ཁ་སང་གཅིག་གི་གནས་ཆུང་གི་ལྟ་ཞུ་སྐོར་གཅིག་ག་རེ་ཐོན་པ་འདི་ལ་ཡང་འགྲེལ་བཤད་རྒྱག་དེ་སྐུ་ཞོ་རྡོ་རྗེ་ཁ་སང་གཅིག་པོ་གནང་པ་རེད་མི་འདུག་ཁ་སང་ནས་ངས་ཐེངས་མ་གཅིག་གཉིས་མཐོང་སོང་སྐྱ་མོ་ཞིག་སྐུ་རྗེ་དང་འབྲེལ་བ་བའི་འདིའི་གཉིས་ལ་བིད་འགྲོ་གཅིག་ནང་ལོགས་ལས་ཁོ་རང་རང་གསུང་གི་འདུག་ངས་འདུག་སྟབས་ཡིན་ན་ཁོ་རང། གནས་ཆུང་གིས་གང་ལྟར་ག་དུས་ཡིན་ནའི་ཅིག་ཚགས་པར་གོང་གསལ་མ་རེད། ཚགས་པར་བ་མང་ཆེ་ཅིག་གིས་གནས་ཆུང་གི་གནས་སྟངས་གནད་དོན་ཅིག་ཆགས་པས་ན་ག་དུས་ཡིན་ནའི་ཅིག་ཁོ་རང་ལ་སྐད་ཆ་དྲིས་ཀྱི་འདུག་ངས་དུས་སུ་ལྟ་བས་ན་ཁོ་རང Spokesman ལྟོས་ཀྱིས་རྒྱ་གར་ནང་ལོགས་ལ་ཡོད་རུང་བ Spokesperson ལགས་ཀྱི་རུང་བ། གནས་ཆུང་གི Spokesperson གྱི་ངོ་བོ་གྲུབ་ཆེན་ག་དུས་ཡིན་ནའི་ཅིག་གླེང་བསྡད་ཀྱི་འདུག་བྱས་ཙང་ད་ཁ་སང། དམ་བཅའ་དེ་བཅས་འཕྲོ་བའི་ལ་ཡ་འདི། ཨ་ནི་རྒྱུ་མཚན་ག་རེ་དྲངས་ཀྱི་ཁོ་རང་གིས་ཨ་ནི་གནས་ཆུང་གིས་ག་རེ་བཤད་པ་འདི་མ་གཏོགས་ཅིག་ཐོས་བ་མང་པོ་ཅིག་བཤད་སོང་དེ་བྱས་ནས་ང་ཚོ་དམ་བཅའ་འཕྲོ། འདི་ངེས་ཕལ་ཆེར་ག་ན་གནས་ཆུང་གི་བཀའ་ལུང་འདི་ཁ་སང་ཡུལ་ཤོག་གཅིག་པོ་མ་ཡིན་པའི་མ་འོངས་པ་ལ་ཡང་གནས་ཆུང་བཀའ་ལུང་མང་པོ་ལ་ཡིར་བ། ཨ་ནི་ཁྱེད་རང་གིས་ཡང་དག་གནས་ཆུང་གི་ལས་ཁུངས་ཀྱི་སྐུ་ཚབ་དེ་ལ་ཡང་ཚེ་གང་དྲིལ་དྲིལ་བཟོས་ཡིན་པས་མ་འོངས་པ་ལ་ཡང་བོད་ཀྱི་རྩ་དོན་དང་འབྲེལ་བའི་བོད་ཀྱི་བཀའ་ལུང་གཅིག་བར་ནས་གནས་ཆུང་ཁ་ཚེ་དེ་ག་རེ་རེ་བས་ཡོད་དུས་འགན་འཛིན་གྱི་ཐག་ཆེད་དུ་བསྐུར་བས། Spokesperson། གྱི་ལས་འགན་ཕ་གའི་གནས་ཆུང་ལས་ཁུངས་ཀྱིས་ཁོ་རང་ལ་ཡང་ཅིག་སྤྲད་བྱས་པ་རེད་ཁོ་རང་ལ་དབང་ཚད་ཅིག་སྤྲད་ཡོད་རེད་ཁོ་རང་ག་རེ་གསུངས་པ་དེ་གནས་ཆུང་གི་ལས་ཁུངས་ཀྱིས་གསུངས་པ་ནང་བཞིན་དེ་རྩིས་དགོས་ཀྱི་རེད་བ། རེད་བ། ང་ཚོ་བྷི་ཇེ་པི་གྱི Spokesperson ཡོད་རེད། ཀོང་རེས་ཀྱི་སྤོགས་པར་སོན་ཡོད་རེད་ང་ཚོ་བོད་གཞུང་གི་སྤོགས་པར་སོན་ཡོད་རེད་ཁོ་རང་ག་རེ་གསུངས་པ་དེ་བོད་གཞུང་གི་གསུངས་པ་བརྩི་བར་མ་ཟད་ཁོ་རང་སྒེར་གྱི་གསུངས་པ་བརྩི་ཡས་ཡོད་མ་རེད་བ། དེ་ནི་གལ་སྲིད་འདི་མ་ཡིན་པའི་གི་ང་ཚོ་གཉིས་ཤོད་ད་ཡོད་དུ་གལ་སྲིད་གི་ཁ་སི་འདི་ངས་ལི་ཡུལ་ཨིན་ཏེ་ཝི་ཞུ་གི་རེད་ད་པྲེས་ཀོན་ཧྥེ་རེན་ཅིག་ནང་ལོགས་ལི་ཡ་ཡོད་དུ་གལ་སྲིད་ལི་ཡ་དཀའ་ངལ་ག་རེ་ཡོད་པའི་ནས་ཁ་བརྡུང་ང་ཚོར་ཞུ་ག་མ་ཡོང་བ་ལས་ཀྱི་ངས་ཕལ་ཆེར་གོ་སི་ད། ཝཱ་ནི་ཡར་ཕེབས་བྱུང་སྙེ་ལ་ཁྱེད་རང་གི་ས་གནས་ལ་རྒྱུ་བ་འདུག་ཟེར་ཡར་ལིག་རི་མ་ཟེར་མང་པོ་ཞིག་ཡོད། འདི་ནང་བཞིན་བྱེད་ཀྱི་མ་ལི་ཀ་ལྟ་དགོས་ནས་མ་བང་རིམ་ཅན་ལྟ་དགོས་ཡོད་གིར་དང་ཡར་ཡོང་དུས་བང་རིམ་ལས་ཡར་ཡོད་ས་གནས་ཡོད་དུ་གན་ཟིག་ནས་བྱས་ནས་ཡར་ཡོང་དགོས་བ་ནང་བཞིན་བྱེད་ཀྱི་མ་ཡོང་དུས་ཡོད་དུ་གན་ཟིག་དབུས་ཡོད་དུ་གན་ཟིག་གི་མ་ཅིག་གིས་ཁྲིམས་ཅིག་ཐག་གཅོད་བྱེད་དགོས་གི་ནས་བང་རིམ་ཅན་བྱེད་དགོས་གི་རེད་བསམ་གི་འདུག། མ་ཡིན་གཅིག་མིན་གཅིག་གཅིག་གིས་ཁྱེད་རང་གལ་སྲིད་ཁོག་གི་ནོར་གི་འདུག་བསམ་པ་ཡིན་ན། གནས་ཆུང་ལས་ཁུངས་ལ་ཡར་མར་ཞུ་གི་རེད་གནས་ཆུང་ལས་ཁུངས་ཀྱིས་ཁོག་བཤད་པ་དང་ནོར་འཁྲུལ་རེད་བཤད་མར་བཤད་དེ་གནས་ཆུང་ལས་གནས་ཆུང་གོམ་པའི་ལས་ཁུངས་ཀྱིས་ཐག་གཅོད་བྱེད་ཀྱི་རེད་བ། ད་ལྟ་ཁྱེད་རང་གིས་གནས་ཆུང་གོམ་པ་དེ་གཡུགས་བཞག་ནས། ཨ་ནི་ཁ་བསྡུར་འདི་བྱས་ཏེ་གནས་ཆུང་གིས། བཀའ་ལུང་ལས་ཡང་ཁྱེད་རང་དམ་པར་འགྲོ་ཞེས་བྱས། ཨ་མྲ་ཁྱེད་རང་དམ་པ་དེ་ཁྱེད་རང་ཡུལ་དུ་འགན་འཛིན་ཡུལ་དུ་ལྷན་ཁང་གི་ཏག་ཏག་མཐོང་རྒྱུ་ཡོད། མ་འོངས་པ་ལ་རྩ་དོན་དང་འབྲེལ་བ་ཡོད་པའི་གནས་ཆུང་ལས་ཡང་གནས་ཆུང་གི་མ་འོངས་པ་ལ་ལུང་བསྟན་མང་པོ་བྱུང་དགོས་རེད་བ། ཨ་འདི་འགྲེལ་བཤད་ག་འདྲས་སུ་གྱ་དགོས་རེད་བས། ཚེ་འདི་ག་འདྲ་ནས་ཡུལ་དུ་འགན་འཛིན་གྱིས་ག་འདྲ་གསུངས་པ་འདི་ནང་བཞིན་གྱི་ཡག་ལ་བརྗེད་ལ་འགྲོ་དགོས་རེད་བས། སྙན་མང་མང་པོ་ཅིག་གསུངས་ཡོད་རེད་བ། སྙན་མང་འདི་ངེད་ལ་སྐུ་ཕྱེ་དང་འབྲེལ་བ་ཡོད་པས་ང་ངེད་ཅག་ཁོ་རང་མཇལ་མྱུར་དུ་སྐུ་ཞོལ་དུ་རེད་ལ་ཨ་ནི་མང་པོ་ཅིག་འདི་ཚེ་འདི་ག་འདྲས་སུ་གཟིམས་ཡོད་རེད་བས་ཁོ་གིས། རེད་བ། འདི་ངེད་ཀྱི་འདི་དེ་ཕྱི་གཏན་མ་བྱས་པས་ན་མ་འོངས་པ་ལ། གནས་ཆུང་ལས་ཁུངས་ཀྱི་སྐུ་ཚབ་ཞུས་ནས་མི་འདུག Spokes Person ཁོ་མེད་པ་ཡིན་ན་མ་འོངས་པ་ཞིག་འབའ་ལི་སི་བ་རེད་བ། ད་ང་འདི་ཏན་ཏན་ཧ་གོ་མེད་ད་ཁོ Spokes Person ཏན་ཏན་ཡིན་ཡིན་མེད་རེད་བ། ཡིན་པ་ཡིན་ན་མང་ཆེ་གཅིག་ག་དུས་ཡིན་ན་གཅིག་ཉུ་ཚགས་གསར་འགྱུར་སྐད་ཆ་དྲིས་དུས་ཁོ་ལ་སྐད་ཆ་དྲིས་ཀྱི་འདུག་བ། འདི་བྱས་ནས་ཁོ་གི་ཚེ་དེ་མ་ཟོས་ན་ཡག་པོ་ཡོད་རེད་བསམ་གྱི་འདུག། མ་འོངས་པ་ལ་ཡང་ཨ་ནི་བཀའ་ལུང་མང་པོ་ཕེབས་ཀྱི་རུ་བ་འདི་ལ་ཡང་འགྲེལ་བཤད་ཨ་ནི་ག་འདྲས་སུ་གྱག་གོ་རུ་བས། ལྷག་གིས་ག་རེ་གསུངས་པ་དེ་འགྲེལ་བཤད་གཅིག་པོ་གྱག་ཡ་རེད་བས་བོད་ཀྱི་རྩ་དོན་ཆོས་ལ་ཡང་འགྲེལ་བཤད་གྱབ་ནས་བཤད་གོ་གི་རུ་བ་མི་མང་གོ་ཐུ་ཡོང་བའི་ཆེད་དུ་རུ་བ། འདི་ངས་ཡོད་དུ་རྒྱལ་མཚན་ལ་ཡང་དེ་ལ་ཡང་བསམ་ཤེས་ཀྱིས་གནང་ན་ཡག་པོ་ཡོད་རེད་གསུངས་པ་དེ་ཡོད་དུ་འདི་གཅིག་པོ་མ་རེད་གནས་ཆུང་ལས་ཁུངས་ཡིན་ན་འདྲ་དེ་ལ་ཡང་ཡོད་དུ་རྒྱལ་མཚན་ལ་ཡང་ཡི་གེ་བཏང་པའི་ཐོག་ནས་རུ་བ། ཡི་གེ་བཏང་ཡས་ཀྱི་མི་ཚེ་ཁོ་ལ་ཡང་བཀའ་བཏང་ཡས་དབང་ཚད་སི་ད་ཡོང་མ་རེད་དེ་ཡང་འབྲེལ་བ་བྱས་པའི་ཐོག་ནས་དེ་བང་རིམ་དེ་འདུག་སོ་མ་རེད་ང་ཚོ་ལ་ཡག་བྱུང་གོ་རེད་ཁོ་ང་ཚོའི Spokes Person རེད་ཁོ་ག་རེ་ལབ་བ་དེ་ང་ཚོའི་གི་ལབ་བ་དང་གཅིག་པ་ཡིན་ངེས་པ་བཏང་ན་ང་ཚོ་ལ་བཏང་བྱུང་ཡང་ན་ང་ཚོ་ལ་བཀའ་བཀྱོན་བཏང་ང་ཚོའི་ཁོ་ཚོ་མ་བང་རིམ་ཅན་མ་འགྲོ་གོ་རེད་གནས་གནས་ཆུང་ལས་ཁུངས་གོམ་པ་ལས་ཁུངས་ནས་ཡག་བྱུང་གོ་རེད་བསམ་གི་འདུག་འདི་དོན་ཚོད་བཞི་པ་དེ་བཅས་བཞི་པ་གི་དེ་སྲིད་གཉིས་པ་དེ་གཞོན་ནུ་བུད་མེད་གཙོས་པའི་གི།

བསྟན་འཛིན་བརྩོན་འགྲུས་ལགས་འུ་གི་འཇིགས་མེད་ལགས་གཞན་པའི་ཁྱིམ་མཚར་ལ་འདི་ང་རང་སོ་སོ་གི་མིག་ལྟ་ཅི་ནམ་རྒྱུན་གྱི་མིག་ལྟ་གི་སོ་སོ་གི་ཨའི་དྲིལ་འགྲོ་ཅི་རྩིས་ཀྱི་ཡོད་ད་ང་ཚོ་ལོ་ཆུང་བར་མང་ཆར་བ་གཞོན་ནུ་བུད་མེད་ཚེ་ཨ་ནི་དེ་ཚང་མར་ག་རེ་ཞུ་ཡ་ཡིན་ཞུས་པ་ན་ངས་ཁྱེད་རང་ཚོ་ཁ་སང་ངེད་ཅག་བདེ་ཐང་སོགས་བསྐྱར་སྔོན་བྱེད་མཁན་དང། ཡང་སྲིད་ཀྱི་སྐོར་ལ་ཡང་ཨ་ནི་གད་མིག་གིས་ད་མ་འོངས་པ་སྐུ་སྐུ་ཕྲེང་བཅོ་ལྔ་དེ་ཨ་ནི་ང་ཚོ་གི་ལས་ང་ཚོ་གི་གང་ལྟར་གད་མིག་གིས་ཇུས་གཏོགས་བྱེད་ཀྱི་ཡིན་ལབ་དུས་བརྩམས་པ་ལས་མང་ཆེ་རུ་ཅིག་གཞོན་ནུ་བུད་མེད་གཙོས་པའི་ཨེ་སེབ་ཏི་གཙོས་པའི་གི་ད་ཚོགས་པ་ཁག་མང་ཆེ་ཅིག་གིས་ལས་འགུལ་ཡག་པོ་སྤེལ་སྤེལ་སོགས་ཡང་རྒྱ་བརྡ་ལས་བླ་མ་ཨིན་སི་ཅུ་དི་ལ་རོ་ལྟ་གང་དག་མ་འོངས་པར་ཁོང་ཚོས་ཀྱི་དཀའ་ངལ་སྤྲད་དེ་ཞག་ཁོང་ཚོས་ཐེ་ཇུས་ཁྱེར་ཨ་འདི་གནས་ཆུང་ལ་ཡང་ཨ་ནི་མི་ག་ཤས་ཅིག་ཡང་ད་སྨྱོན་པ་ག་ཤས་ཤིག་འདུག་ད་སྨྱོན་པ་ཞིག་ནས་མི་འདུག་གཅིག་བྱས་ན་སྤྱང་པོ་ཡིན་གྱི་རོ་ཁོང་ཚོ་ཡག་པོ་ཡིན་གྱི་རོ་ཚོང་ཧ་གོ་གི་ཡོད་རོ་ཁོང་ཚོས་ཀྱི་གནས་ཆུང་ལ་ཡང་འདྲ་མ་འདྲ་ལ་ཡ་དེ་བོད་ཀྱི་མཁན་རབས་ལ་གནོད་སྐྱིག་དམར་བས། ཏཱ་ལའི་བླ་མ་ཨིན་སི་ཅུད་ལ་ཡང་བྱུས་གཏོགས་བྱས་པ་དམར་བས་མ་འོངས་པ་ལ་ཡང་སྐུ་ཕྲེང་བཅོ་ལྔ་འདི་མ་འོངས་པ་ལ་བྱེད་ཀྱི་རེད་ལབ་ཀྱི་ཡོད་རེད་བ། གང་ལྟར་གནས་ཆུང་ལ་ཡང་སྡུག་ཅག་ལ་དེ། གནས་ཆུང་ལ་ཡིད་ཆེས་མེད་ལ་དེ། བུ་མཁན་རབས་ལ་གནོད་སྐྱིག་དམར་བས། གནས་ཆུང་ལ་ཡིད་ཆེས་མེད་ལ་དེ། ཏཱ་ལའི་བླ་མ་ཨིན་སི་ཅུད་ལ་བྱུས་གཏོགས་བྱས་པ་དམར་བས་ཏཱ་ལའི་བླ་མ་ཨིན་སི་ཅུད་འདི་སྲུང་སྐྱོབ་བྱས་ཏེ། ཁ་སང། རྒྱ་མིས་ཀྱི་གནད་དོན་དེ་ལ་ཁྱེད་རང་ཚོ་གིས་ལེགས་སྐྱུར་སྤེལ་བ་ནང་བཞིན་ཅིག་ཁྱེད་རང་ཚོ་ཅིག་གསུང་གི་མ་རེད་པས། ངའི་བསམ་ཚུལ་ལ་ཡང། འདི་བྱས་པ་ཡིན་ན། ལན་པོ་འགྲོ་ཞིག་མཐོང་གི་འདུག་ད། འདི་ངེད་ཀྱིས་ཡང་དག་འདི་ཅིག་ཞུ་ཡ་ཡིན་རོགས། དེ་གང་ལྟར་མཐའ་མ་དེ། ག་རེ་ཞུས་ནས་མ་བྱས་ན་ང་འདི་ལྟ་འདི་བྱས་ནས་བིད་འགྲོ་ཅིག་བྱས་ན། ད་ཕལ་ཆེར་མ་བཟོས་ན་རིགས་སོ་ཡོད་དུས་ཀྱི་ལས་རིམ་དེ། ད་ངས་སླད་བསྒྲིགས་འདུག་དེ་ཡང་རྙོག་དྲ་ཅིག་ཆགས་འདུག་རོགས། དེ་ནི་སོ་སོ་སེམས་པ་ལ་མ་བཟོས་ནས་རོགས། ཁ་སང་ལྷག་པར་དུ་ང་ཁ་སང་ནས་འདི་བསམ་བློ་བྱོས་ཡིན་ནས་ཁ་སང།

ཁྱེད་རང་ཆོས་ཡ་གི་སྲིད་སྐྱོང་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན་དྲིས་པ་ང་སྲིད་སྐྱོང་སུ་གང་ལ་རྒྱབ་སྐྱོར་འབྲེལ་བ་མེད་ད་ལྟ་ཡོད་ཤོག་མི་གཅིག་བསླུ་རུ་སྐལ་རྡོར་ལགས་འགྲོ་བྱས་ན་ཁ་སང་ངེད་ཅག་ཁོ་རང་ཨིན་ཏེ་བྷིའུ་བྱས་ང་བཞུགས་གནང་བ་འགྲོ་ཟེར་ང་ད་བར་དུ་སྐལ་རྡོར་ལགས་ལ་བསླུ་དགོས་བསམ་བསམ་མེད་ད་ལྟ་ངས་ཁ་བརྡུར་ཞུ་གི་ཡོད་རོགས་ཡིན་ནའི་ཁ་སང་ངེད་ཅག་ཀལ་ལི་ཧྥོར་ནི་ཡ་ལས་ཨིན་ཇིའི་ནང་ལ་བཀའ་མོལ་གྱི་གསུང་སྐུ་དང་ཁོ་རང་ཕོ་ཕོ་སར་ལོ་ཆུང་ཆུང་མཉམ་དུ་འུད་སྒྲོག་གང་སར་དེ་སྔ་སྐལ་རྡོར་ལགས་ཀྱི་ཨིན་ཏེ་བྷིའུ་སྲིད་སྐྱོང་གི་ད་ཨིན་ཏེ་བྷིའུ་ཞེ་དྲག་བསླུས་ཡི་མི་འདུག་ཨ་སྐལ་རྡོར་ལགས་ཀྱི་ཨིན་ཏེ་བྷིའུ་ང་མང་ཆེ་བྲོ་ཞིག་ཡིན་དགོས། མི་མང་ལ་ཡང་འཛོམས་འཛོམས་ལས་བཀའ་སློབ་གནང་མཁན་མང་འདུག་མང་ཆེ་འགྲོ་ཞིག་ཉན་རྒྱུ་ཡོད། ཁ་སང་དབྱིན་ཇི་གི་ནང་ལོགས་ལས་དབྱིན་ཇི་དེ་ཚོ་ག་འདྲས་རྔན་མ། རྔན་མ་སི་ཁ་གོང་རྒྱ་མེ་ཤ་དེ་ཡང་དེ་རྔན་མ་སྲིད་སྐྱོང་བློ་བཟང་སེང་གེ་ལ་བརྩིས་ན་ཁོ་རང་དབྱིན་ཇི་དེ་ཚོ་བེད་ཁོ་རང་ཡག་གི་འདུག་དབྱིན་ཇི་བཤད་སྟངས་རེད་དབྱིན་ཇི་དེང་དུས་ཀྱི་སྐད་ཆ་དབྱིན་ཇི་ཚིག་དེ་ཚོ་ཕྱུག་པོ་དངོས་ནས་ང་རང་རྣ་བ་སྒྲོ་གཅིག་སྒྲོ་ཟེར་བ་ལྟར་ཡིན་ནས། ཨ་དེ་ངས་ག་རེ་ཞུ་གི་ཡོད་ཞུས་པ་ན་རོ་སྲིད་སྐྱོང་སུ་ཡོད་ཤོག་ཀླུ་མེ་ཏོག་ག་རེ་ཡིན་པ་འདི་བཞག་རོ་ཨ་ད་ཆོས་དང་འབྲེལ་བ་ཡོད་པའི་གི་འདི་རེད་ཨ་འདི་ལ་ཡ་ཟབ་ཟབ་ཞིག་གནང་རོགས་གནང་རོགས་ང་གཙང་བ་བཤད་གནང་རོགས་གནང་ཡ་ཡ་འདི་འགྲོ་ཅིང་བཀའ་དྲིན་ཆེ།